ནས་ལྷག་དཀར་དང་སྟབས་བསྟུན་བྱས། དེ་ནས་ད་ལན་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཉིས་དང་ཉིས་སྟོང་ཉིས་སེ་ལྔ་ལོ་ཡི་ཨ་ནེ། འབྲས་སྤུངས་བློ་གསལ་གླིང། དུ་བ་ལྔ་ཕྲུག་འཛིན་གྲྭ་ཨ་ནེ་ང་དང་ངའི་འཛིན་གྲོགས། ཚང་མ་ལོག་གི་ད་དེ་རིང་འདུ་བྱས་ནས་འབྲས་སྤུངས་བློ་གསལ་གླིང། ཉིས་སྟོང་ཉིས་སེ་ལྔ་ལོ་ཡི་དུ་བ་ལྔ་ཕྲུག་འཛིན་གྲྭ་ནས། འདུ་བྱས། ད་ད་ལན། སྤྱི་ནོར་གོང་ས་སྐྱབས་མགོན། རྒྱལ་དབང་ཐམས་ཅད་མཁྱེན་པ་མཆོག། འདུས་བྱས་དགུང་གྲངས་དགུ་བཅུ་ལ་ཡར་ཕེབས་འགྲོ་འོར་སོང་ཙང། དེ་རིང་འདུས་བྱས་དང་འཁྲུངས་སྐར་དངོས་གཞི་དེ་སྤྱི་ཟླ་བདུན་པའི་ཚེས་དྲུག་གི་ཉིན་མོ་དེ་ལ་འཁེལ་གྱི་ཡོད་རེད་ཡིན་ན་ཡང་སྤྱི་ཟླ་བདུན་པའི་ཚེས་དྲུག་གི་ཉིན་མོ་དེ་ལ་ཡང་གཞིས་ཆགས་ལས་ཁུངས་དང་གྲྭ་ཚང་ལ་སོགས་པ་ད་དེ་འདྲས་ཀྱི་མཛད་སྒོ་མང་པོ་བྱོས་དུས་ཙམ་མ་ལ་ཡང་ད་གང་ལྟར་དེའི་ཉིན་མོ་བྲེལ་ལྷག་ཚ་པོ་ཞུ་གི་བྱིན་དུས་དེ་རིང་ང་ཚོས་འཁྲུངས་སྐར་དེ་འདུས་བྱས་སྔ་ནུར་བྱས་རྗེས་སྲུང་བརྩི་ཞུ་ཡོད་རེད། དེ་ནས་ད་དེ་འདིའི་ཐོག་ལ་ཡང་འཛིན་གྲྭ་གཅིག་པ་ད་ཅིག་ཧ་ལམ་ཆད་ལྷག་མེད་པའི་དོན་ཚང་མ་ཕེབས་ཡོད་པ་འདྲ་བོ། རྗེས་སོར་བ་ཚང་མ་ལ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་ཡ་དང། དེ་ནས། འཛིན་གྲྭའི་གི་ད་ང་ཚོ་གཙོ་བོ་ནམ་རྒྱུན་ནས་ང་ཚོས་ཤེས་ཚོད་ཡོད་པ་ནང་བཞིན། སྐྱབས་མགོན་རིན་པོ་ཆེ་ད་བླ་མ་སྐུ་ཚེ་བརྟན་དང་མ་བརྟན་ཟེར་ཡ་དེ་ཨ་ནི་ཅིག་སློབ་མ་ཚོས་ད་བཀའ་སྲུང་ཅི་དྲུག་ཞུ་དང་མ་ཞུ་ཟེར་ཡ་གི་ད་འདི་ག་ལ་རག་ལས་དགོས་ད། ཡིན་ན་ཡང་ད་མཉམ་དུ་ཨ་ནི་ཞབས་རིམ་སྒྲུབ་ཡ་དང་ཨ་ནི་འཁྲུངས་སྐར་སྲུང་བརྩི་ཞུ་དགོས་ཡ་དེ་ཚོ་ཡང་ཉེས་འདུག་ཅེས་ནས་བསམ་བཏང་པ་ཡིན་ན། ནམ་རྒྱུན་ནས་ཕྱོགས་གཅིག་ནས་བསམ་བཏང་ན་གལ་ཆེན་པོ་མཐོང་བསྡད་གི་རོ་སོང་ཙང་ད་ད་རིང་འདུག་ཅེས་ཨ་ནི་ང་ཚོའི་འདུག་ཅེས་འཁྲུངས་སྐར་སྲུང་བརྩི་ཞུས་ཨ་ནི་འཛིན་གྲྭའི་ངོས་ནས་སྐྱབས་མགོ་རུམ་བཅས་སྐུ་ཚེ་ཚེ་དྲུག་ཞབས་རིམ་འདུག་ཅེས་བསྒྲུབས་པ་ལ་བརྟེན་ནས་ཨ་ནི་སྐྱབས་མགོ་རུམ་བཅས་སྐུ་ཚེ་བརྟན་ཅིང་མཛད་འཕྲིན་མུ་མཐུད་ནས་རྒྱས་ཐུབ་པ་དང་ཨ་ནི་ང་རང་དུས་རྒྱུན་དུ་ནས་རེ་བ་ག་རེ་ཞུ་གི་ཡོད་ཟེར་ནས་ཞུས་པ་ཡིན་ན་ཨ་ནི་སྤྱི་དང་སྐྱབས་མགོ་རུམ་བཅས་སྐུ་ཚེ་བརྟན་ཅིང་མཛད་འཕྲིན་རྒྱས་ཐུབ་ཡ་དེ་ཡིན་པ་བྱས་ཨ་ནི་འདི་སྒང་ལས་ཡ་མ་མཐའ་ས་ལས་ཡ་བོད་གཞིས་བྱེས་གཉིས་ཀྱི་བུད་མེད་ཚང་མ་ཨ་ནི་མཉམ་འཛོམས་བྱུང་བྱས་ཨ་ནི་བོད་ལ་ད་རང་དབང་གི་ར་ཡག་གི་ཉི་མ་ཨ་ནི་སྐྱིད་པའི་ཉི་མ་འདི་འདྲས་ཅིག་མ་ཤར་བར་དུ་ཨ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་ངོ་ནས་ཅིག་གཞས་ཞུ་ཐུགས་ཡག་གི་ཆེད་དུ་ཨ་ནི་དུས་རྒྱུན་དུ་ནས་རེ་བ་འདི་འདྲས་ཅིག་ཞུ་བསྡད་དགོས་ཨ་ནི་འདི་ང་རང་གི་ཐོག་ནས་རེ་བ་འདི་འདྲས་སེམས་ནང་ལ་ཡོད་པ་ན་གཞི་བཟུང་བྱས་བྱས་ཨ་ནི་དེ་རིང་ད་འདུག་བྱས་འཛིན་གྲོགས་ཚོའི་ངོས་ནས་འཁྲུངས་སྐར་སྲུང་བརྩི་ཞུ་ཨ་ནི་སྤྱི་བཏང་ད་ད་ལན་ཉིས་སྟོང་ཉིས་བརྩེགས་ལྔ་ལོ་དེ་ཨ་ནི། དགུང་ལོ་དགུ་བཅུ་ལ་ཕེབས་པའི་སྐུ་ཡི་གོ་དོན། གདུལ་བྱའི་བྱ་དགོས་རེད། སོང་ཙང་སྐྱབས་མགོན་རིན་པོ་ཆེ་སྐུ་ཚེ་བརྟན་ཅིང་མཛད་འཕྲིན་རྒྱས་ཐུབ་པའི་བཀྲ་ཤིས་སྨོན་འདུན་ཡོད་བཞིན་ཞུ། དུ་ཤེས་ན།